ནི་རྣམ་པ་ལྷན་རྒྱས་ནི་དེ་ནས་མཉེན་ཆས་དེ་མ་ཕབ་ནས་ཇི་ས་དེ་ནི་ད་ག་རུང་རེད App Store ནང་ངོ་ལ་མ་དེ་བརྒྱུད་ནས་ཕབ་ལེན་བྱེད་ཡ་དེ་རེད་ནི་ཕབ་ལེན་བྱས་ཚར་ཡ་དང་ནི་ངས་ད་ལྟ་ནི་ཀུ་ཤུ་ནང་ལ་ལ་དེ་འདྲ་བྱེད་གི་ཡོད་ནི་གཞན་པ་དེ་སོ་ནང་ལ་ཡོད་ཀྱི་རེད་བསམ་གི་འདུག་ནི Android ནང་སོ་ནང་ལ་ཡོད་ཀྱི་རེད་བསམ་གི་འདུག་དེ་ནི་ད་ལྟ་དེ་མཉེན་ཆས་དེ།

བེད་སྤྱོད་ཞེ་དྲགས་མང་པོ་གཏོང་ཡ་མི་རྒྱུ་དེ་འདྲ་དང། མང་ཆེ་ཤོས་ནི་རྩ་བ་ནས་གཏོང་གི་མེད་པ་ཡིན་གཅིག་མིན་གཅིག་སྒོར་མོ་སྤྲད་དགོས་ཡ་སོགས་བྱ་ཡོད་རེད། ད་ལྟ་དེའི་ཉིན་གཅིག་དེ་གའི་ཨ་རིའི་རིན་མེད་ནང་ཁུལ་ལ་མང་པོ་ཅིག་ཆ་རྐྱེན་མང་པོ་ཅིག་བསྐྲུན་བཞག་འདུག་དེའི་ཕྱིར་ནི་ཨ་ནི་དཔེ་ཡག་པོ་འདུག་བསམ་སོང། ཨ་ནི་དེ་ཡང་ཉིན་ཚད་ལྡན་དེ་འདྲའི་བཟོ་ཐུབ་འདུག་ཨ་ནི་ག་ལ་གང་འཚམས། ད་རིང་དེའི་སྟེང་ཐོག་ནས་ད་འགྲེལ་བཤད་མང་པོ་རྒྱག་མི་དགོས་བྱས་དེ་འདྲ་རེད། ད་ནི་འདི་ནན་ཏག་དེ་ཚོའི་པར་ལེན་གསར་བ།

ཆེ་ཆུང་གང་ཡང་མ་བཟོ་ཤེས་དེ་རེད། འདི་ཚོ་ཚང་མ་ཕར་ཚུར་ནམ་མཁའི་དར་ཡག་ཤོས་དེ་རེད། དང་པོ་དེ་ནི། དེ་ཀུན་ལ་བཟོ་བསྡད་ཡོད་རེད། དེ་ནས་ཡང། བེག་ཅེས་ཕར་ཕྱིན་འགྲོ་གཉིས་པ་བྱེད་འདུག་ཨ་འདི Background རེད། Background དེ་འདི་གི་རྒྱབ་ལོགས་ལ་མཚམས་མཚམས། འདི་ནག་གོང་ཆ་དེ་འདི་འདྲ་ཡོད་རེད་བ། དཔེར་ན་འདི་འདྲ་བོ་བྱས་ན། ཨ་ནི་ཚུར་འདུག་དེ། ཨོ་དེ་འདི Color ལྕི་མོ་བརྒྱབ་སོང། དང་གི་དང་པོ་དེ་འདི་རེད། དེ།

ང་ལྟ་འདྲེ་བཟོ་ཡ་རེད། ཞེས་གཞས་གླེང་འོང་གི་སྐབས། པར་རྒྱབ་ལོགས་ལ་ཡོད་ཡ་ད་སོ་ཕག་ཚུ། ཨ་ནི། འདི་འདི་རེད་ཅེས་ནི་ཚུར་དེ་བྱས་ན། པའི་མགྱོགས་པ་ཞུ་འགྲོ་གི་རེད། ཨ་ནི་དཀའ་ལས་མ་ཐོག་མ་འགྲོ་ཡ་ཆགས་གི་རེད། འདི་མང་ཐེངས་བཞག་ན་པའི་དཀའ་ལས་ལས། འོ་དེ་ཁྱད་པར་རེད་བཞག། ཨ་ནི་ད་གི་དེ། ད་ཡོང་རྒྱབ་བཀག་འགྲོ་ད། བར་འགྲོ་ན་ད་ལོ་འདི་དགོས་དེ་བདེ་རོ། ཨོ་དེ་དེ་རེད་ཨ་ནི་འདི་གཉིས་པ་དེ་ངོ་སྤྲོད་དེ་རེད། ཨ་ནི་དེ་དགོངས་ལ་ད་ལྟ། འདི་བརྙན་དེ་དང་རྒྱབ་ལོག་བརྙན་དེ་དང། ཨ་ན་ཟ་བ་ལེན་ཡ་ད་ནི་དེ་མཁས་པ་འདུག་བ་ཆེ་ཆུང་དེ་སོ་སོ་འདི་དམར་པོ་ཁོ་རང་དགོས་ལ་གཅིག་བསྣན་ནས་ཨ་ནི་ལག་པ་གི་འདི་དགོས་ནི་འདི་རེད་ཟེར་ནས་ཐལ་ན། ཁོ་ཆེ་ཆུང་གཅིག་པ་ཆགས་འགྲོ་ར་དེ། དེ་གལ་ཆེན་པོ་གཅིག་རེད་བསམ་གི་འདུག། ངོ་ལེན་ངོ་སྤྲོད་གཅིག་ཡིན། ཨ་ནི text བསྣན་ན་ད་ཡི་གེ་དེ་ཟ་རེད་འདི་དགོངས་ལ་གཅིག་བསྣན་དང།

ཨཱ་ནི། དེའི་ཡི་གེ་ལས་དེ་རེད་ད་སོ་སོའི་ལག་པ་གི་ཀ་རེ་སོ་སོ་རེད་དེ་འདྲའི་འདྲ་བ་སོ། ཨཱ་ནི་ཡི་གེ་ལ་ད་འགྱུར་བ་གཏོང་ཡག་གི་དེ་ག་རེ་འགྱུར་བ་གཏོང་ཉེ་འགྲོ་ན། དཔེར་ན། དེ་དཔེར་ན background འདྲ་བོ་གཅིག་མཚོན་ན། གཅིག་ནི་མདའ་དེ། སུ་ལས་སོང། ཡི་གེ་གི་རྒྱབ་ལོགས།

དེ། ད་ཞལ་གཅིག་ལས་ཚེ་སོང་བ་གཅིག་གིས་བྱས་དེ་རེད། ད་དེ་གཉེན་དུ་མེད་པ་སོགས་རེད། ཁོ་རང་གོ་ལ་འདི་འདྲའི་སེམས། འདི་འདྲའི་ཆེ། འདི་འདྲ་གྱི་སྙེམས་དེ་དང་དེ་འདྲ་ལས་ལྷད་སོང། མེད་པ་སོགས། ད་ད་འདྲ་བྱས་དེ། གཅིག་གི་རྒྱབ་ལོགས་ལས་ཡར་བཞག་གོ་རེད། པར་དང་ཚང་མ་ག་རེ་འགོར་བཞག་གོ། ད། དེ་རེད། ད་དེ། བ་ཡིག་གི། པར་དང་སོགས། ཨ་ནི། འདིའི་མགོ་ལ།

དེ་དཀྱིལ་མ་དེ་ཨབ་ར། ཨབ་ར་གི་གོ་ནི blank ཡིན་ནས། དེ་འདྲའི་དཀྱིལ་མ་སྨྲ་བ་རྣམས་ན་ཡག་པོ་ཡོད་རེད། དེ་འདྲ་བྱེད། ད་བརྙན་དེ་གང་འདྲ་ལེགས་འདུག་ད། ངའོ་ད་དེ་ཆ་ཚང་འགྲོ་དགོས་ན་ད་རེ་བྱས་ནས་པར་མ་འཐེན།
ངོ་ལ་སུ་ད་ནི་ད་ངེད་ཀྱིས། ཨ་ནི་འདི་ཚང་མ་རེ་རེ་རེ་རེ་བྱས་ནས་ངོ་སྤྲོད་ཆ་ཚང་ཅིག་བྱས་ཚར་བ་རེད། ནི་ད་ལྟ་ད་གནས་འགའ་གཅིག་ག་རེ་ཡོད་རེད་ཟེར་ན་ད་ལྟ་འདི་ང་ཚོ་འདི་འགོ་ང་ཡི་ཡི་གེ་དང Sticker འདྲ་བོ་དང། ཨ་ནི་བརྙན་གཅིག་གི་གཅིག་མགོ་ལ་མང་པོ་བཙགས་ན་ཡང་སྒོར་མོ་ཁི་ཞོ་ལ་ཡ་གཅིག་སླེ་གི་རེད་དེ་སླེ་དེའི་སྐབས་སུ་ཨ་ནི་བརྙན་གསེབ་ཅིག་ཐོག་གི་མ་རེད། དེ་འདི་དེ་གཟབ་གཟབ་པའི་བྱེད་པོ་རེད། དེ་གནས་འགའ་འདྲ་བོ་གཅིག་གི་རེད་ཞིང་བརྙན་གཅིག་ན་ད་ཧ་གོ་རེད་ཡ་ཁ་མེད་ན། འདི Sticker གཅིག་རེད་འདུག་འདི་ད་ད Sticker གཅིག་ཆགས་འདུག་ཨ། ད་ངས་འདི་ལ་ཡི་གེ་གཅིག་བྲིས་ཚར་རེད་ཨ་ནི་བརྙན་དགོང་ལ་བརྙན་གཅིག་བཞག་ཚར་རེད་ད་དེ་དགོང་ལ Sticker གཅིག་བཞག་ན་ཁོ་ཁས་ལེན་མ་རེད་དེ། གར་ཁྱི་ནི་འདི་ཨ་ནི་དོར་སྒོར་མོ་སྤྲད་དགོས་རེད་ཟེར་ད་ཁོ་ཚོ་ཨ་ནི་མ་གཏོགས་བརྙན་དེ་འདྲའི་གཅིག་གི་དགོང་ལ་དེ་འདྲའི་མང་པོ་བཙའ་ཆོག་མ་རེད་ཡི་གེ་གཅིག་བྲིས་ཨ་ནི་དེ་དགོང་ལ་བརྙན་གཅིག་ལེན་ཨ་དེ་འདྲ་ཡིན་དུས་ད་སྒོར་མོ་སྤྲད་དགོས་རེད་ཟེར་དེ་ཡོང་གི་འདུག་ཨ་དེ་སྐབས་སུ་དེ་འདི།

སེར་པོ་དགོན་ན་ནི་ཤི་ཚད་དེ། ཆེ་ཤོས་དེ་ཧྥོ་ཀི་ལ་ན་ད་ཏི་སོགས་ཀྱི་གཉེན་གྱི་ཤི་ཚད་ཡག་ཤོས་དུ་ཟོར་བ། དེའི་བར་དུ་ཆེན་པོ་བཟོ་བ་ཡོད་རེད་ཡིན་ན་ཡང་ད་དཔར་དུ་ཟོར་ལ་བརྒྱུད་བྱ་རྩ་ནས་མེད་ན་ཁོ་ཧྥོ་ཀི་མགོ་ཞགས་ན་ཡང་སེར་པོ་ལས་འགྲོ་བ་ཅི་ཡོད་མ་རེད། འོ་དེ་ཤི་འགོ་བ་དཔེ་གལ་ཆེན་པོ་རེད། ཨ་ནི་ད་ད། ཨ་ནི་ད་དེ་རེད། ཨ་ནི་དེའི་བར་དུ་སླེབས་ན་ཡག་པོ་འདུག་དེ་འདྲའི་རེ་བ་རེ་བཞག་ད་ནི་དེ་འདི་སྐོར་ལ་སྣེ་ཕྱོགས་ད། ཨ་ནི་ཁོ་སེབས་ཆགས་འགྲོ་གི་རེད།